བརྡབ་གསིག་མང་པོ་ཡོང་ཡ་དེ་གོ་ནས་ཡོང་གི་འདུག་ད། ཚོང་འདུ་འདྲ་ལས་དོན་བྱེད་ཕྱིར་འགྲིག་གི་ནོ་ཡོད་རེད་མེད། དེ་འགྲིག་གི་ནོ་ཡོད་རེད། འོ་ད་ཏི་ཏི་ཞུ་བ་ཏི་ཞུ་བ། རྒྱ་ནག་ཚིག་ཟེར་མཁན་དེ་ངོས་ལེན་བྱས་པ་ཡིན་ན་ཨ་ནི་ང་ཚོ་ཚང་མ་འགྲིག་འགྲོ་གི་རེད། ང་ཚོ་དཔེ་ཆ་འདོན་དགོས་རེད། རེད་ཟེར་ང་དེ་བློ་བཟང་ལགས་དང་ཨུ་རྒྱན་ལགས་ནང་བཞིན་དྲི་བ་མེད་རེད། སྤྱི་འཐུས་ཡིན་པའི་ཆ་ནས Contribution or Achievement ག་རེ་བཏོན་ཡོད་ཟེར། དུ་ཁོ་བསྡད་ཀྱི་འདུག་ཁོ་བསྡད་ཀྱི་མི་འདུག་གར་ཅན་བསྡད་འོ་མ་ཟ་དེ་དྲི་བ་དེ་ངས་ལན་རྒྱབ་ཐུག་མ་རོ་བ། ག་རེ་བྱེད་བྱ་ཡོད་ལས་དུ་ཚོད་ཚང་བ། མཐོང་ཆུང་འདྲ་བོ་ཞིག་མཐོང་བས་རེད་དེ་ཡིན་ན་ཡང་ད་བཤད་མ་དགོས་ན་ཡག་པོ་རེད་བ། སྤྱི་འཐུས་རྣམ་པ་ཚོ་གིས་དགོངས་པ་ཡག་པོ་ཞིག་བཞེས་རྗེས། དྲི་བ་དྲི་ལན་ག་རེ་བཏང་བ་ཡིན་འདི་ལ་དངོས་གནས True the Point རེད་བ། ང་ཚོ་གྲོགས་པོ་གྲོགས་མོ་སྐད་ཆ་བཤད་པ་ནང་བཞིན་མ་ཡིན་པ་ལ་སྟངས་འཛིན་དངོས་གནས་དྲང་གནས་ཀྱི་ཚད་དང་ལྡན་པ་ཞིག་བྱེད་དགོས་ཡོད་དེ་དཔེ་མི་གསལ་བའི་ཁྱད་ཅན་པར་བཞག་གལ་སྲིད་ཆབ་སྲིད་ཀྱི་ནང་ལོགས་ལ་སྟངས་འཛིན་བྱེད་ཉེན་དེ་ཡང་ནི་དངོས་གནས་ཚད་དང་ལྡན་པའི་ལས་རིམ་རྣམ་བཞག་ལས་རིམ་དང་དྲུག་དང་འདྲེས་བྱས་ནས་འདི་འདྲས་སྤྲེལ་ལྡེ་ག་ལ་ར་མ་ལུག་ཆགས་བཅས་ཨ་ནི་དངོས་གནས་དྲ་བརྙན་རྐུབ་བཀྱག་མགོ་ལ་གཞུ་ཡས་ཀྱི་གནས་སྟངས་འདི་འདྲས་མཐོང་སོང་ང་ཚོ་རྒྱུ་རབ་ཏུ་རྫོགས་ལ་ར་བ་ང་ཚོ་སྤྱི་ཚོགས་ནང་ལོགས་ལ་བརྡབ་གསིག་མང་པོ་ཡོང་ཡས་དེ། གོ་ནས་ཡོང་གི་འདུག་ད། འདི། དེ་ད་ད་རིང་ང་གོ་སྐབས་དཀའ་བ་བཟང་པོ་ཡིན་བསམ་གི་ཡོད་དངོས་གནས་མཁན་པོ་བསོད་ནམས་དོན་འདུས་ལས་དེ། སྤྱི་འཐུས་ཚོགས་གཙོ་ལས་སྦྱར་བ་འདི་དགའ་པོ་ཞུ་བྱུང་དེ་བཞིན་དུ་ང་དྲི་བ་བཀོད་ཡིན། ད་འདི་འདེད་པ་རེད་ད་འདི་འདེད་པ་འདེད་པ་ཚ་ཚ་བར་བ་དེང་འདི་ད་ང་ཚོ། འདི་དྲན་དགོས་རེད་ད་ང་ཚོ་འོས་བསྡུ་གི་དུས་ཚོད་དེ་ལ། སུ་བླུག་འོས་ན་བགྲོ་གླེང་ག་རེ་བྱེད་དགོས་ན་བྱེད་འོས་དུས་ཚ་བའི་རྗེས་ལ། ནས་ཚང་མ་གིས་དེ་ལ་རྒྱབ་སྐྱོར་བྱས་ནས་ཀྱི་སྙོབ་རུག་གི་ཐོག་ནུས་པ་ག་རེ་སྤུངས་ཡ་འདུག་དེ་དགོངས་པ་བཞེས་ཐུབ་དགོས་ཡ་དེ་གལ་ཆེན་པོ་འདུག་ཟེར་ནས་དེ་ཞུ་དགོས་ངེས། ཡིན་ན་ད་ང་ཚོ་སྤྱི་ཚོགས་ནང་ལོག་ལས་གནས་སྟངས་དེ་ཀྱི་གོ་བརྡ་མ་འཕྲད་ཟེར་ནའང་མི་འདུག་གང་ལྟར་དེ་ལས་གོ་རྟོགས་མེད་ཟེར་ནའང་མི་འདུག་འོང་སོ་སོ་ངོས་ནས་ཕྱོགས་ཞེན་ཆེ་དྲགས་ནས་ཟེར་ནའང་མི་འདུག་དེ་འདྲས་ཀྱི་གནས་སྟངས་དེ་ཡོང་ས་ཡོང་ས་ཡོང་བསྡད་ཀྱི་འདུག་བ། དེ་ཡིན་ཏེ། ད་ལྟ་ཁྱེད་རང་བྲེལ་བ་འདྲ་ཡིན་ན་རེད་ད་གྲོས་ཚོགས་བཟི་བསྡད་རེད། གྲོས་ཚོགས་ནང་ལ་ངས་སྟངས་འཛིན་གནང་དགོས་བ་རེད། སྟངས་འཛིན་གནང་དགོས་བ་རེད། དེ་ཡིན་ཏེ། ངས་ངོས་ནས་ད་གྲོང་པོ་བདེན་པ་ཡག་པོ་ཅིག་ཡོང་ན་བསམ་ནས་ངས་གོང་ཐུག་ཐུག་དེ་བྱེད་དགོས་བ་རེད་ད། འཕྲིན་ལས་ཅན་གྱི་གོང་རིས་དཀར་པོ་ལས་གསལ་པོ་མཐོང་གསལ་འགྱུར་བ་དེ་འདྲས་མཐོང་མཁན་ཡིན་ན་ནི་ང་ཚོ་ཞུ་ཐུབ་ཡ་ས་གེ་ཡོད་མ་རེད་བ་ད་སོ་སོ་སོ་སོ་གནས་ཚུལ་འགྱུར་བ་དེ་ཡིན་ཏེ། ད་གྲོས་ཚོགས་ནང་ལོགས་ལས། ད་ལྟ་ངའི་ཁ་ཚོན་ང་འདི། Horse Shop། ཀ་མི་སི་ད་ལྟ་གྲོས་ཚོགས་འོག་མིན་ནོར་ལོག་ང་ཚོའི་ཟུར་ཉན་འགྲོ་རེད་ཟུར་ཉན་འགྲོ་འདི། ཚོགས་གཙོ་གི་སྟངས་འཛིན་བྱེད་དགོས་འདི། སྤྱི་འཐུས་རྣམ་པ་གི་དཔེ་བརྩི་བཀུར་ཧི་བ་ཤོར་གི་འདུག་ད། ཚོགས་གཙོས Stop བྱས་འདི། ཨེ་འདྲ་འདྲ་བྱས་འདི་མ་བསྡད་བཞག་གི་འདུག་བ། ང་ཚོའི་གྲོས་ཚོགས་ནང་བསྡད་ཡ་མ་རེད་ད་ཚོགས་མ་རེད་ད། ཧོ། ཚོགས་གཙོས་ཀྱིས་སྟངས་འཛིན་བྱེད་དགོས་འདི་ལས་བརྩི་བཀུར་ཡོང་གི་མེད་པ་བྱས། མེད་པ་མ་ཟད་འདི་རུ་རིགས་གཅིག་གི་ཚོགས་གཙོ་ལས་ཡག་བཀའ་བཀྱོན་གནང་བསྡད་གི་རེད། དེ་འདྲ་ནི་དེ་ད་ཚོགས་གཙོ་ལས་ཨོང་ཚད་དུ་ཅི་ཡོད་རེད་ད་དེ་འདྲའི་ཐ་ཚིག་བཏང་རོགས་ཐ་ཚིག་བཏང་ནས་མ་ཉན་ན་ཚོགས་གཙོའི་དེ་ནི་མ་སྟོན་ཆོག་ཡ་ཅི་དོ་ཡོད་རེད་ཚོགས་འདུ་འགྲོ་ཚོགས་འདུ་འགྲོ་ལས་དོན་བྱེད་ཕྱོགས་སྒྲིག་གི་ནོ་ཡོད་རེད་མེད་དེ་སྒྲིག་གི་ནོ་ཡོད་རེད་ཨོང་ད་དེ་དེ་ཞུ་བ་དེ་ཞུ་བ་དེ་སྒྲིག་གི་ནོ་ལོ་ཡོད་རེད་ལ་དེ་འདི་ཡོད་རེད་དེ་ཡིན་ན་ང་ཚོ་དབུས་གྲོས་ཚོགས་ཀྱི་ང་ཚོ་གྲོས་ཚོགས་ནོ་ལོ་ལས་ཁོ་རོམ་བརྗོད་རེད་ཨོང་གྲོས་ཚོགས་འཐུས་མི་སུམ་ཅུ་མེད་ན་ཚོགས་འཐུ་དགོས་བ་མ་རེད་ད། ད་ཅིས་མ་བསྟན་པ་ཞིག་ན་དེའི་རྗེས་ལ་མོ་བོ་ཅིག་ལོང་སོང་བ་ཡིན་ན་འོ་ང་ཚོ་འཚོ་ཐུབ་དགོས་བ་མ་རེད། དེ་ཡིན་དུས་ཤོག་མོ་བོ་ལ་བསམ་བློ་བཏང་ནས་སྟངས་འཛིན་བྱེད་དགོས་བར་མ་དོ་འོ་གང་ཟག་གཅིག་གི་འདས་པ་མཚན་གཞན་པ་དེ་ཚོ་ཡ་མེད་བཏང་སྦྱང་བྱེད་ཀྱི་ན་དེ་འགྲིག་གི་མ་རེད་བ་དེ་འདྲས་ཀྱི་ཐོག་ནས་གྲོས་ཚོགས་ཀྱི་འགྲོ་སྟངས་དེ་འདྲས་ཆགས་བསྡད་རེད་དེ་ཡིན་དུས་རྣམ་པ་ཚོ་དགོངས་པ་བཞེས་གི་ཡོད་རྒྱུ་རེད་ང་གཙོ་སྐྱོང་བྱེད་མཁན་ལ་ཡང་དཀའ་ལས་ཡོད་རེད་དེ་ཡིན་དུས་ངས་དཀའ་ལས་ཡོད་བ་ཁས་ལེན་གི་ཡོད་དོན་དུ་ངའི་ངོས་ནས་གང་ཐུབ་ཐུབ་བྱས་ནས་ཁོ་གྲོགས་འབོར་དུ་བདེན་པ་ཡོང་ཐུབ་ཡོད་ལ། ཐོབ་བཤད་དེ་བྱེད་གི་ཡོད་ཟེར་ནས་བལྟས་སྐྱིད་ཞུ་ཡ་ཡིན་ད་དང་པོ་ལན་དེ། སྐུ་ངོ་ཟླ་བ་ཚེ་རིང་ལགས་ཀྱིས་དེ་འདྲ་གཅིག་གསུངས་སོང། དེ་འདྲ་དབུ་མའི་ལམ་གྱི་ཐོག་ལ་རུང་བ་དབུ་མའི་ཐོག་ལ་དབུ་མ་ལས་ཡག་ག་མེད་ཟེར་བཞིན་གསུངས་བ་རེད། ད་དབུ་མ་ལས་ཡག་ག་མེད་ཞིག་མེད་ན། སྤྱི་འཐུས་གང་ཟག་སྤྱི་འཐུས་ང་ཚོའི་གི་བོད་བཙན་བྱོལ་གཞུང་གི་སྒྲིག་འཛུགས་ནང་ལ་སླེབས་རྒྱུ་གི་སྤྱི་འཐུས་བཞི་བཅུ་ཞག་གཉིས་དེ། ག་འདྲ་ཞིག་གི་ཐོག་ལ། ལྟ་བ་ག་འདྲ་ཞིག་གི་ཐོག་ལ་བཞག་ནས་ཞུ་ཡོད་རེད། དབུ་མའི་ལམ་གྱི་ཐོག་ལ་ཞུ་བ་དེ་རང་བཙན་གཙང་མ་གི་ཐོག་ལ་ཞུ་ནས་ཞུ་ཡོད་རེད། རང་བཙན་གཙང་མ་ཐབས་ཐབས་བྱེད་ན། ང་ཚོ་དྲག་སྤྱོད་ཀྱི་ལམ་ལ་འགྲོ་སྲིད་ཀྱི་རེད། དབུ་མའི་ལམ་གྱི་ལྟ་བ་དེའི་ཐོག་ན། ཞི་བའི་ལམ་ཡིན་སྲིད་སྐོར་རེད། བྱས་ཙང་འདི་འདྲའི་ཐོག་ན་མཉམ་དུ་སྤྲད་ཆེད་ཨ་གྲོས་ཚོགས་ནང་སླེབས་དུས་ག་ལ་དཀའ་ངལ་ཞུ་བཞི་འཕྲད་ཡོང་གི་འདུག་ང་ཚོར་མི་གང་ས་ལ་དཀའ་ངལ་འཕྲད་ཡོང་གི་འདུག་བ། ང་ལ་དྲི་བ་དགོས་ཞེས་དྲིས། ལྷས་བྱིན། དྲི་བ་དགོས་ཡ་དང། དེ་ངས་ངས་དེ་ལ་ད་ཐང་གྱིས། གང་བྱས། སྐུ་མདུན་གྱི་དགོངས་པ་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་འདི། ཆོལ་ཁ་གསུམ་གཅིག་ཏུ་བསྒྲིལ་ནས་སྐྱིད་སྡུག་མཉམ་མྱོང་བྱེད་ནས་བསྡད་དེ་ད་དོར་ཐབས་མེད་པའི་སྲིད་བྱུས་འདི་རེད། བྱས་ཙང་འདི་འདྲིའི་གི་འདི་འདྲིའི་གི་དགོངས་པ་འདི་ནང་བཞིན་གྱི། མདོ་སྟོད་ཡིན་ན་རེད་མདོ་སྨད་ཡིན་ན་རེད་དབུས་གཙང་གི་མི་འདི་འདྲིའི་གི་ཚང་མས་གི། ད་ཁ་རང་བསམ་ཁུལ་ཡོད་ན། ཨ་ནི་ང་ཚོ་ལ་ཡང་ཐབས་ལམ་སོགས་ཐབས་ལམ་ཁ་སོ་རེ་བྲོས་མཉམ་དུ་བསྡད་དང་མཉམ་དུ་བྱེད་ནས་ཀྱི་ཡོང་ཡས་དེ་ད་ལྟའི་སྐབས་ལ་ཡི་ག་ཙང་སྲིད་བྱུས་དེ་དབུ་མའི་ལམ་ལས་ལྷག་ཡོད་མ་རེད་དེ་ངའི་བསམ་ཚུལ་ཡིན་ཡས་ཡིན་མིན་ཁྱེད་རང་ཚོ་ལྟ་ལབ་ཡོད་རེད། གཉིས་པ་དེ་ལ་ཡ་གི་སྒྲིག་འཛུགས་ནང་ལ་ཡ་ཚང་མ་ངོ་ནས་བྱས་ན་མི་མང་གི་ཡ་བཀོད་དུས་ཙང་མ་ཡ་གི་བོད་མི་གི། ཆབ་སྲིད་ཀྱི་འགན་འཁྱེར་མཁན་ཐག་བཅད་མཁན་དགེ་འདུན་ཚང་མ། སྤྱི་འཐུས་བྱེད་པའི་སྐབས་ལ། རྒྱ་ཆེ་ད་ཚང་པ་དབུ་མའི་ལམ་རང་བདེ་བོར་བསམ་དགོས་རེད་ང་རིག་བསམ་ཚུལ་ན་དབུ་མའི་ལམ་བདེ་བོ་རེད། ད་རིང་ར་བཅས་སང་ཉིན་ལུགས་བྱས་ཏེ་འདྲེ་ལུགས་སོད་ད་གས་ཡོག་མ་རེད་ཡིན་ནའི་གས་ལྷག་འདི་ལ་འབུ་ད་འབུ་དུས་ནས་བས་མི་ཟི་གོ་ར་མ་བྱུང་ནའི་གས་ཨ་ལྷས་ལོ་ལྔ་རེད་བྱུང་ལོ་བཅུ་རེད་འདི་རེད་འགའ་རེ་ད་ཡ་གས་ཡ་སྒྲིག་འཛུགས་འདི་དང་འདི་ཚང་མ་སྒྲིག་འཛུགས་དེ་གི་སྲིད་ཇུས་འདི་དབུ་མའི་ལམ་གི་སྲིད་ཇུས་འདི་ཚང་མ་རྒྱལ་ཁའི་འདས་པའི་རིག་སྔགས་ལས་རྒྱ་བསྐྱངས་པ་ངའི་བསམ་ཚུལ་རེད་ཡང་འདི་མཐའ་གཅིག་ནས་ངས་ཁས་ལེན། ཡིན་བསམ་ཚུལ་དེ་རྒྱ་རྒྱ་ཚང་པ་དབུ་མའི་ལམ་གི་སྲིད་ཇུས་ལ་ཡང་ལངས་ནས་བསྡད་འོ་རེད་བསམ་འདི་ངའི་བསམ་ཚུལ་དེ་ཡིན། གཏན་ནས་མི་འདུག་ཁོ་བསྡད་ཀྱི་འདུག་ཁོ་བསྡད་ཀྱི་མི་འདུག་ཕ་གར་ཕྱིན་འདི་འོ་མ་ཟ་འདི་བྲིས་པ་འདི་ངས་ལན་རྒྱབ་ཐུག་མ་རེད་བ་ལང། མཐུན་ལམ་བྱེད་པའི་སྐབས་དེ།

དེ་འགྲོ་བ་མི་དང་དམངས་གཙོའི་ལུགས་སྲོལ་གྱི་ཐོག་ནས་ཡོང་གི་ཡོད་པ་རེད་མ་གཏོགས་དབྱིན་ཇི་གཞུང་ཁོ་རང་གི་ཆབ་སྲིད་ཀྱི་ཆབ་སྲིད་གཏིང་ཟབ་པ་ནག་པོ་དེ་ཐོག་ནས་བོད་པ་ངོས་ལེན་བྱེད་འོག་མར་དང། དེ་བོད་པས་ཤེས་གི་འོག་དེ་ལག་པ་ཞི་རག་མ་ཆག་གི་མི་འདུག་བ། དེ་ཚོས་ད་བོད་གཞུང་ནས་ང་ཚོའི་གྲོས་ཚོགས་ནས།

འཁྲུག་ཡ་མེད་པའི་གནས་སྟངས་ཀྱི་ང་ཚོ་དམ་པ་འདྲེ་ཤེས་རྒྱག་དགོས་བ་རེད། དེ་གཙོ་བོ་ཐའེ་ཝན་དང་རྒྱ་ནག་གི། དེ་ཡང་སྲིད་བྱུས་དེ་མིན་དེ་ཨ་རི་རང་གི་བཟོ་བཅོས་ཆེད་དེ་ང་ཚོ་ངོས་འཛིན་བྱེད་དགོས་བ་རེད། ད་ད་ལྟ་དེ་ཆགས་ཡོང་དུས། ད་རྒྱ་ནག་ལས་ཀར་ཚེ་ཁ་བལྟས་ཟེར་ནང་མི་འདུག་ཐོབ་ཚང་བཙན་རྒོལ་མང་པོ་ཆགས་ཡོང་བ་བོད་ཡུ་གུར་སོག་པོ་ད་མན་ཇུ་དེ་འདྲས་ཡོད་རེད་མན་ཇུ་མི་རིགས་ཆབ་སྲིད་དེའི་འོག་ལ་ད་ཐོབ་ཚང་བཙན་རྒན་ཚང་མ One China Policy དགོས་གི་ཡོད་ཟེར་ཡ་འདྲ་བོ་ཅིག་ཁོ་རང་ཚོ་ད། བདག་འདྲ་གཅིག་དེ་ལྟ་མགོ་བོར་མ་འདུག་དངོས་ཡོད་ཀྱི་ལྟ་ཞིབ་འཇུག་བྱེད་པ་ཡིན་ན། ཐའེ་ཝན་དུ་རྒྱ་ནག་གི་གནས་སྟངས་གཅིག་པུ་ཆགས་བསྡད་ཀྱི་རེད། དེ་ད་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་ད་ཨ་རིག་གི་ད་ལྟ Reserve Tibet Act ནང་ལོགས་ལ། ད་ད་ལྟ་རྒྱ་ནག་གི་བཤད་བསྡད་དེ་བོད་བསད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་རེད་ཟེར་ནས་བཤད་བསྡད་ཀྱི་རེད་ད། Tibetes is part of China since ancient times དེ་འདྲ་བཤད་འདུག་གདའ། དཔེར་ན་ཨེ་ཤེ་ཡན་གྱི་དུས་ཚོད་ལྟར་གནའ་སྔ་མོ་ནི་རྒྱ་ནག་གི་ཆ་ཤས་རེད་ཅེས་བཤད་འདུག་གདའ། ད་ལྟའི་ད་ལྟ་ཉེ་ཆར་དག་ཨ་རིག་གི་འཁྲིམས་ནང་ལོ་ལེགས་གསལ་བོ་ཞེས་བོད་ཀྱིས་བཀོད་པར་གདའ། བོད་དུ་གནའ་སྔ་མོ་ནི་རྒྱ་ནག་གི་ཆ་ཤས་ཡིན་པ་རྒྱ་བ་རིན་པོ་ཆེ་གིས་ཁས་ལེན་གནང་ཡོད་མ་རེད། དངོས་ཡོད་ལོ་རྒྱུས་ཀྱི་ཐོག་ནས་བལྟས་པ་ཡིན་ན་རྒྱ་ནག་གི་ཆ་ཤས་མ་རེད་ཟེར་ནས་ཐག་ཆོད་པོའི་ཐོག་ནས་གསུངས་ཡོད་གདའ། ད་ང་ཚོ་ཁ་ཚོགས་དེ་དབྱིན་ཇིའི་གྲོས་ཚོགས་ཀྱི་ཚོགས་གཙོ་ལས་དེ་དགོས་ཀྱི་འདུག་ཞུས་རེད་ད། རྒྱ་ནག་གི་ད་ཡི་མིས་ཨིན་ཕོ་མེ་ཤོན་དེ་ཤུགས་ཆེན་པོ་ཆགས་ཀྱི་འདུག་ད་དེ་འདྲས་ཀྱི་ཁྲིམས་ཀྱི་བྱུང་བ་ཡིན་ན་ཨ་ནི་ང་ཚོ་དེ་ད་ང་ཚོ་གི་ཞུ་སྐུལ་བྱེད་དགོས་ད་ང་ཚོ་གི་གདོང་ལེན་བྱེད་དགོས་དེ་གལ་ཆེན་པོ་ཆགས་ཀྱི་འོ་རེད་དེ་དབྱིན་ཇིའི་གཞུང་རོང་གི་ངོས་ནས་ཤི་སིའི་ལས་ཁོང་རང་ངོས་ནས་རྒྱ་ནག་གིས་དེ་འདྲའི་བཤད་པ་ཡིན་ན་དེ་ལ་ལན་འཇོག་དགོས་ཡ་ཁོ་རང་ཁྲིམས་རང་གི་གནས་བབ་འདྲ་བོ་ཞིག་བཟོ་ཐུབ་ན་ཟེར་ཏེ་ཆ་དེར་ལྟ་སྟེ། གྲོས་ཚོགས་སྤྱི་བོ་མ་རེད། སྲིད་གཞུང་རེད་བཀའ་ཤག་རེད་ཚང་མ་གིས་ད་ང་ཚོ་ཨི་ཡུ་གི་ཨིན་ཇི་ད་ཨི་ཡུ་ལ་གོ་རེ་བ་ད་ཡུ་རོབ་མཐུན་ཚོགས་ནང་ལོགས་ལས་ཡོད་མཁན་བརྗེ་སྒོ་མ་འདྲ་བ་མང་པོ་བརྗེ་རེ་བ་དེ་ཚོ་ཚང་མ་ལ་ང་ཚོ་ཞུ་སྐུལ་བྱེད་དགོས་རེད། ད་ཡིན་ན་ཡང་རྗེ་སྐུ་སྟོབས་ཆེ་ཆུང་དང་དཔའ་འབྱོར་གྱི་ཤུགས་ཆེན་དེ་ཡོད་ཨང་ཀི། ད་ང་ཚོ་གི་ཐོབ་རྩོད་ཀྱི་གནས་བབ་དེ་ཡ་ཚུད་ཐུབ་གི་ཡོད་མ་རེད། ད་ཁོ་ཚོ་ཐད་ཀར་འབྲེལ་བ་ཡོད་མ་རེད་བ། ད་གྲོང་པོ་ཞུ་བ་ཡིན་ན་སོ་སོ་གི་ཁེ་ཕན་དང་འབྲེལ་བ་ཡོད་མ་རེད་བ། དེ་ཡིན་དུས་ང་ཚོ་ཁོ་རང་ཚོ་ཁེ་ཕན་དང་ང་ཚོ་འབྲེལ་བ་བཟོ་ཐུབ་དགོས་ཡ། བསམ་བཏང་གི་འདུག་སྲིད་ད་ང་ཚོ་ག་རེ་རྒྱ་འཚོམ་ལས་དགའ་བའི་གནས་ཤུལ་ཟེར་ཏེ། Transnational Depression ཟེར་བར་བས་ཨིན་ཇིའི་ཐོག་ལ། Repression། ཟེར་བ། དེ་འདྲའི་དེ་ང་ཚོ་ཚོང་པ་ལ་འབྲེལ་བ་ཆགས་ཀྱི་འོར་བ་ད། ད་ཨིན་ཇིའི་ནང་ལ་ཡོང་མཁན་གྱི་མི་སེར། ད་བོད་ནང་བོན་རྒྱ་དེ་ཚོ་ལས་དཀའ་ངལ་སྤྲད་ཀྱི་ཡོད་རེད་དེ་ནི་ང་ཚོ་དེ་འདྲའི་སྤྲད་ཀྱི་འདུག་ཟེར་ང་ཚོ་དངོས་སུ་དལ་པོ་ཞུ་ཐུབ་བ་ཡིན་ན། ཏན་ཏན་གྱི་ད་ང་ཚོ་གི་ཨིན་ཇིའི་ནང་ལོག་གི་མི་སེར་གྱིས་ལ་ཨིན་ཇིའི་གཞུང་གི་དེ་དེའི་གི། ཚོར་བ་དེ་ལ་བལྟས་ཚེ། ཡ་ལན་བཤད་དགོས་གོ་རེ་བ་ད། དེ་འདྲས་ཀྱི་ཏི་ཙི་ཡོང་ཐུག་གི་མེད་ན་བསམ་གོ་རེ་ད་ང་ཚོ་དེ་ཚོ་བཟོ་དགོས་གོ་རེ་ད་གནས་ཚུལ་བཟོ་དགོས་གོ་རེ། ད་ང་ཚོ་ད་ལྟ་ཅི་སྟེ་རེ་ང་ཚོ་དམོ་ཚོགས་ཀྱི་ལམ་དུ་འགྲོ་གོ་རེ་དམོ་ཚིག་སྒྲིག་འཛུགས་ག་བ་ཡིན་ན་ང་ཚོ་མཉམ་དུ་འབྲེལ་བ་ཅིག་ཆགས་གོ་རེ། ཨ་ནི་ང་ཚོ་འགྲོ་བ་མིའི་ཐོབ་ཐོང་བཙལ་གི་ཡོད་རེ་འགྲོ་བ་མིའི་ཐོབ་ཐོང་བཙན་གི་ག་བ་ཡོད་པ་ཡིན་ན་ང་ཚོ་འབྲེལ་བ་ཅིག་ཆགས་གོ་རེ། ད་དེ་ཡི་གེ་རྩ་འདྲ་སྦྱར་བ། དེ་ལ་སྤྲོས་པའི་གི་ད་ཁ་ཐུག་བོད་རང་ཐད་ཀར་འབྲེལ་བ་ཡོད་འཇོག་གི་ད་ཚོར་བ་ག་རེ་བཟོ་ཐུབ་བོ་འདུག་ཟེར་སྦྱོར་བ་དེ་ཚོ་ང་ཚོ་དགོངས་པ་བཞེས་ཐུབ་དགོས་དེ་གལ་ཆེན་པོ་རེད་ཤག། བསོད་ནམས་རེ་ད་ལ་ལ། ང་ཚོ་སྐད་དང་རིག་གཞུང་གལ་ཆེན་པོ་ཞེ་བོ་གཅིག་རེད། རེད། ང་ཚོ་སྐད་དང་རིག་གཞུང་དེ་གལ་ཆེན་པོ་ཞེ་བོ་གཅིག་རེད་འདི་རྩ་ཆེ་ཤོས་དེ་རེད་སྐད་དང་རིག་གཞུང་མེད་ན་ང་ཚོ། བྱ་སྟེ། ཅིག་སྐྱེས་བཏུབ་པ་ནང་བཞིན་རེད་ཡོད་མ་རེད། ཡིན་ནས། སྐད་དང་རིག་གཞུང་ལས་ལྷག་ག་འདི་འཛིན་མིན་འདི་གི་གཞི་རྩ་འདི། བཙན་བྱོལ་གཞུང་སྒྲིག་འཛུགས་འདི་རེད། བཙན་བྱོལ་གཞུང་གི་སྒྲིག་འཛུགས་འདི་ཨ་ནི་དངོས་གནས་དྲ་གནས་ཀྱི་ཡན་དང་ཁྱོ་མ་དང་ཁྱོ་མ་བྱས་བས་ན་ཨ་ནི་ང་ཚོའི་སྐད་དང་རིག་གཞུང་དང་ཆབ་སྲིད་ད་ག་པ་ལ་བྱས་ཏེ་ཨ་ནི་གཞི་རྩ་འདི་ག་པ་ལས་གི་རེད། ཁྱེད་རང་གི་དྲི་བ་གོ་ཡོད་དེ་ཡི་གེ་ག་ཚོད་གལ་ཆེན་པོ་རེད་ལ་དེ་དག་རང་མོས་མཐུན་བྱེད་ཀྱི་ཡོད། ངས་ཐག་རང་ལ་ནི་ད་ལྟ་ཨ་ཁུ་ལགས་ཀྱིས་དེ་ཨ་ཁུ་ལགས་ཀྱིས་ད་ལྟ་དྲི་བ་ཁུར་ཡོད་དེ་འདི་འདྲའི་དབུ་མའི་ལམ་གྱི་སྲིད་ཇུས་ག་འདྲ་རེད་ལབ་དབུ་མའི་ལམ་གྱི་སྲིད་ཇུས་གཏན་ལ་ཕབ་བཞག་རྒྱུ་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་གཏན་ལ་ཕབ་པའི་སྲིད་ཇུས་ཅིག་རེད། མ་འོངས་པར་རྣམ་པ་ཚོ་གིས་རང་བཙན་རྩོད་དགོས་རེད་ལབ་གི་ཡོད་ན་དེ་གྲོས་ཚོགས་ནང་ལ་གྲོས་གླེང་གི་རེད་དེ་དེ་ལ་གཏན་འབེབས་བྱས་ཚར་ན་རང་བཙན་རྩོད་དགོས་ན་ག་རེ་རྩོད་དགོས་ད་དེ་གཏན་འབེབས་བྱས་ཏེ་དེ་སྲིད་ཇུས་བྱ་གི་རེད་བ་དེ་འགྲོ་སྟངས་དེ་ག་རང་རེད་ཞུ་ཡ་ཡིན་ལོ་ཐུགས་རྗེ་ཆེ། ང་ཚོ་གི་མི་མང་གི་དེ་ནས་ཡ་གཅིག་ལྟ་སྙད་ཤུགས་རྒྱབ་ཆེ། ང་ཚོས་རང་བཙན་ལག་དེབ་ཀྱི་ཨ་ནི་ཆ་འཕྲིན་དེ་ཉིན་ཨང་གྲངས་འདང་ཞིག་མཚམས་མ་བཏང་ཆེད་ཨ་ནི་སྙན་ཞུ་ཕུལ་བ་འདི་ལ་ཨ་ནི་དག་ཐོབ་ག་འདྲ་ཞིག་རྒྱག་གི་ཡོད་རེད། ལོ་ལྔ། བཞི་ལྔ་གཉིས་གསུམ་ཅིག་ནང་ལོགས་ལ་མི་སྟོང་ཕྲག་དྲུག་བདུན་ཅིག་གིས་སྙན་ཞུ་བརྒྱབ་པ་འདི་ཨ་ནི་ཡིག་སྐྱམ་ཆག་བཞག་ཟེར་བཞིན་གསུངས་བ་རེད། ད་འདི་འདྲའི་གི་དམངས་གཙོའི་གི་འགྲོ་སྟངས་ལམ་ལུགས་དེ་ག་འདྲ་ཞིག་ཡོད་རེད། ང་ཚོའི་གི་ཨིན་ཇིའི་གི་ལུང་པའི་གི་དམངས་གཙོའི་གི་འགྲོ་སྟངས་དང་ང་ཚོ་ཨེམ་པི་གཅིག་ལ་ང་ཚོའི་གི་ཡི་གེ་ཞིག་ད་རིས་བཏང་མེད་ན་དོན་དག་ཅིག་གནང་ལོ་ལ་ཁྱེད་རང་ཚོ་ལ་ལན་གླེང་ཡོང་གི་རེད། ཏག་ཏག་ཁོ་རང་ག་རེ་བྱེད་དགོས་འདུག་བྱེད་ཀྱི་ཡིན་ན་བྱེད་ཀྱི་བྱེད་ཀྱི་ནི་མེད། ང་ཚོའི་གི་བཙན་བྱོལ་གཞུང་གི་སྒྲིག་འཛུགས་འདི། སྙན་རྒྱུད་ཕུལ་གསལ་ཏེ། བར་སྐབས་ཀྱི་ནང་ང་ཚོ་སྤྱི་ཚོགས་ནང་ད་སྤྱི་མཐུས་སྐོབས་སྔོན་མ་ནས་རེད་ད། སྤྱི་མཐུས་སྐོབས་སྔོན་མི་སྐོབས་སུ་ད་ཟིང་ངེ་སང་ཧེ་བོ་ཀྱི་ལྷད་རེད། ད་སྒྲིག་འཛུགས་ནང་ལོ་ལ་དེ་འདྲའི་ལྷད་དགོས་དུས་ད་མི་ཚོགས་མ་གི་ཡེ་གེ་བཏང་ཡེ་གེ་བཏང་དབྱིན་མེད་ནང་ལོ་བཏང། ཁྲིམས་ཁིས་ཁོང་གི་དབྱིན་མེད་དུ་སྐྱེས་པ་མགོ་འཇོག་དགོས་ཡ་ཆགས་རེད་ད།

ཡིག་ཆ་དེ་ལ་ལན་འདེབས་འགན་འཁུར་བཞེས་དགོས་ཡ་གི་ང་ཚོ་ཚོགས་ཆུང་གཅིག་བཙུགས་རེད་ད་ཞེ་སྡང་བྱེད་རོགས་ཚོགས་ཆུང་བཙུགས་ཨ་ནི་ཚོགས་ཆུང་གི་ཐོག་ནས་ཨ་ནི་རྗེ་བློན་ནོར་འཁོར་ནས་ང་ཚོ་ཕྱི་ལོགས་ནས་ཚུགས་ཡིན་འདྲའི་གི་ཐོག་ལ་ང་ཚོ་འགན་འཁུར་བཞེས་སྡང་བྱེད་རོགས་དེ་ཐག་གཅོད་བྱོས་རེད་ད་ཨ་ནི་དེ་ལ་མ་མཐུན་ན་ང་ཚོ་སུ་གཅིག་སུས་ཡི་གེ་གཏོང་བ་ཡིན་ན་ལན་རྒྱག་འོ་མ་རེད་ད་དེ་ནོག་གིན་ཏག་ཏག་བྱུང་བ་ཡིན་ན་ང་ཚོ་སུས་ཡི་གེ་གཏོང་བ་ཡིན་ན་ལན་རྒྱག་འོ་རེད་འགན་འཁུར་བཞེས་དགོས་རེད་ད་གནས་སྟངས་དེ་འདྲའི་ཆགས་བསྡད་རེད་ད་ལྟ་རྣམ་པ་ཚོ་གསུང་ཆོག་དེ་རྣམ་པ་ཚོ་ཡི་གེ་དེ་འབྱོར་ཡོད་རེད་ད། ཡི་གེ་འབྱོར་རེད་ཡིན་ན་ཡང་དེ་གི་ཡི་གེ་གི་ངོ་བཤུས་དེ་ཚོང་མ་ཡོངས་གྲགས་དྲ་རྒྱ་ཐོག་ལ་གཏང་རྒྱུ་རེད་དྲ་རྒྱ་ཐོག་ལ་ཤི་ཚོ་དྲ་རྒྱ་ལ་གཏོང་གཏོང་གི་ཚ་བས་ཞུ་ལ་ང་ཚོ་འགན་ཁུར་བཞེས་མི་དགོས་ཟེར་ནས་ང་ཚོ་གི་ཐག་གཅོད་དེ་ལ་ཡོད་རེད་དྲ་དེ་གི་གནས་བབ་གི་ཐོག་ནས་དེ་འགྲོ་རེད་མ་གཏོགས་དེ་མ་ཡིན་པའི་ང་ཚོ་འགན་ཁུར་ལས་འདས་འཁྱམ་ཚོང་གནང་དགོས་རེད་ཟེར་ནས་དེ་ཞུ་ཡ་ཡིན། བཀྲ་ཤིས་ལས་ལྷན་རྒྱས་ཚང་མ་ལ་དྲིས་ཟེར་ང་དེ་བློ་བཟང་ལགས་དང་ཨུ་རྒྱན་ལ་ནང་བཞིན་དྲི་བ་མེད་རེད། ང་དྲི་བ་འདི་ཡིན་ལེ། ལས་རིགས་རྣམ་གཞག་ཟས་ཀྱི་དུ་བ་ལས། དེ། འདི་ལ་ཨང་མང་ཉུང་འདྲ་ཅི་ཚད་ཅི་ཡོད་རེ་ཡོད་མ་རེད་དེ་ཡིག་གི་རྙོག་དྲ་ལང་གི་ཡོད་བ་འདྲ་བོ་ཅི་ང་རང་ཐེངས་ཁ་ཤས་ལྟ་དུས་དེ་ནས་འདི་འདི་དོ་སྣང་བྱུང་ཟེར་བ་ལ། ལས་རིགས་རྣམ་གཞག་ཟས་དེ་ངས་དེ་ནོམ་ཅིག་རྣམ་པ་ཚོ་ནོ་ནོ་འདི་ན་ལས་རིགས་རྣམ་གཞག་ཚོགས་གཙོ་ལ་བསྟན་རོགས་ཅིག་ལབ་གོ་རེ་ད། ལས་རིགས་རྣམ་གཞག་ཚོགས་གཙོ་ལ་བསྟན་ན་ཚོགས་གཙོའི་ལམ་ཁ་ཅིག་བཟོ་གོ་རེ་ད། ལས་རིགས་རྣམ་རྒྱལ་ཚོགས་གཙོར་བསྟེན་དགོས་བ་མ་རེད་ང་ཚོ་ཀུ་རེ་ཤི་ཏིན་རྣམ་པ་རིགས་གཅིག་གི་ཤི་ཏིན་ནོ་ཀི་ཕན་དེ་སོ་སོ་ཚིག་དེ་རྣ་བ་མ་འགྲོ་ན་ཨ་ནེ་ལས་རིགས་རྣམ་རྒྱལ་བསྟེན་སྐྱིད་ལན་འཇོ་འོང་སྐྱིད་དེ་འདྲས་བྱེད་ནས་དེ་བཤད་དེ་ད་ལས་རིགས་རྣམ་རྒྱལ་ལས་འོང་ཐད་ཀར་ལན་དགོས་བར་ད་ང་ལས་རིགས་རྣམ་རྒྱལ་སེ་འོང་དེ་ཐད་ཀར་ཡང་ལན་དགོས་བར་ཚོགས་གཙོ་གི་མ་དོ་འོང་དེ་མ་ལན་ནས་ཡང་ན་འགྲིག་གི་འོང་མར་ད།

ཨ་ནི་ལས་རིམ་འདི་འདྲས་ཀྱིས་འགྲོ་དགོས་ཀྱི་འདུག་ད་ཟེར་སོ་སོར་དངོས་གནས་སོ་སོ་ལས་རིམ་རྣམས་ཀྱང་དགའ་བ་དང་མཉམ་དུ་ལམ་སྟོན་འདི་འདྲས་ཀྱིས་ཡར་སྤྲད་དགོས་ད་ལས་རིམ་འདི་འདྲས་ཀྱིས་འགྲོ་དགོས་ཀྱི་འདུག་ལབ་དགོས་ཨ་ནི་ཚོགས་རྫས་ད་ཐག་ཅེས་བཤད་རེད་ད་འགའ་ཡིན་ན། ལྷག་པར་དུ་བཅའ་ཁྲིམས་འདྲ་བོ་འགའ་བསྡུ་ན་ལས་རིམ་ད་གང་རུང་འབྱོར་བ་བཏང་ཡོད་རེད་མ་གཏོགས་དེ་འབྲི་གི་འོས་མ་རེད་ད་ཚོགས་འདུ་འགྲོ་ལས་དོན་བྱེད་ཕྱོགས་འབྲི་གི་འདུག་འོན་འགྲེལ་བཤད་རྒྱག་ནས་ཁོ་འགའ་མེད་ན་འགའ་མི་འདུག་ཟེར་ནས་འགྲེལ་བཤད་རྒྱག་དགོས་རེད། དེ་ནས་འོང་ཚོགས་རྫས་ཐག་བཅད་གོང་བཞེས་ཚ་བ་དེ་ད་ཐ་མི་ཐ་ཆོད་རེད་ད་དེ་འདྲིས་སོང་མ་ཚོས་སྔ་ན་ཤི་ན་བགྲོ་གླེང་བྱེད་ཆོག་གོ་མར་ད་གྲོས་ཚོགས་ནོར་ལུག་ལ་ང་ཚོས་ཚོགས་འདུ་ལས་དོན་བྱེད་ཆོག་འདྲིས་ཀྱི་ནོར་ལུག་ཡོད་རེད་ཡིན་ན་འོང་དེ་འདྲས་བཤད་དེ་གར་ད་ཚོགས་རྫས་ཐག་བཅད་བྱེད་ཆོག་འདྲིས་མ་སོང་འདྲིས་སོང་ཟེར་ནའང་བཤད་དེ་གར་ཐེངས་འདིའི་ལས་རིམ་རྣམ་གཞག་གི་གོ་དོན་ངོ་མ་འདིར་ད་ངས་ད་ཡིག་ཞུས་ཡིན་པ་ང་ཚོ་ལས་རིམ་རྣམ་གཞག་དང་སྤྱི་འཐུས་རྣམ་པ་ལས་ཟུར་དུ་ང་ཚོ་ཟོབ་སྦྱོང་བྱེད་ཚོགས་རེད་ད། མི་གཙོ་བོ་དེ་ལས་རིགས་རྣམ་རྒྱལ་དང་ཚོང་འདུས་འགྲོ་ལ་ལས་དོན་བྱེད་ཕྱོགས་འགྲིག་གི་རེད། རྡ་རམ་ས་ལ་ལ་ད་ང་ཚོ་ཉི་མ་གཞི་རྩའི་རྗེས་སུ་ལྷན་ཚོགས་ནས་དེ་འདྲ་བྱེད་རེད་ཡིན་ན་ད། གྲོས་ཚོགས་ནང་ལོག་ལས་འགྲོ་སྟངས་འདྲ་བོ་སྐྱིད་ཀྱི་ཐོག་ནས་དེ་ཚད་ལྡན་གྱི་ཡོང་གི་མི་འདུག་དེ་ཡོང་གི་མི་འདུག་ད་ཡིན་ན་ཡང་མ་འོངས་པ་དེ་དེ་འདྲའི་མུ་མཐུད་ནས་འགྲོ་གི་མ་རེད་བསམ་གི་འདུག་ཡག་པོ་ཡོང་གི་རེད་བསམ་གི་འདུག། དེ་བ་ཡིན་ན།
House of Commons ལ་ཁོང་ཚོ་བས་དེ་འདྲ་འདྲ་ཕར་ཚོ་ཁ་བསྡད་ཆོག་པ་དེ་ཁོང་ཚོ་སྐད་ཆ་ནག་པོ་དེ་འདྲ་ལག་གིར་ཏེ་ཞུ་བ་ཁོང་ཚོ་བྱ་ཁང་དང་ཆང་ཁང་ལ་ཧ་ཧོ་ཟེར་འགྲོ་གར་ཟི་གི་འདུག་ཨ་ལས་འདི་འདྲ་ང་ཚོས་སྤྱི་འཐུས་ཚོས་གནང་གི་ཡོད་མེད་ཅིག་དང། འདི་ཡོང་ངའི་ཐབས་ཤེས་ལ་ཁྱེད་རང་ཚོ་ལ་ཅིག་ཡོད་རེད་འམ་ཚོགས་འདུ་མ་ཚོགས་སྔོན་ལ་ཚུགས་རུག་རུག་བྱས་ནས་ཅིག་སྐྱིད་པོ་འདྲ་བཏང་བྱས་ཅིག་ཡོད་རེད་ཡོད་མ་རེད་འདི་ང་སེམས་པ་འདི་གནད་འགག་ཅིག་ཆགས་ཁོག་རེད་བསམ་གི་འདུག་ལ། དེ་ངས་ནི་ཆོས་ཡག་པོ་གསུངས་སོང། དེ་ངས་སྔས་མ། ང་ཚོ་འདི་ཉིས་སྟོང་ཉེར་བཞི་རྩ་གཉིས་ལ་ཨ་རི་ལ་ང་ཚོ་རྒྱ་གཞུ་གྲོས་ཚོགས་པའི་སྡེབ་སྦྱོར་ཤོར་ཚོགས་ཆེན་ཚོགས་རུ་བ། གལ་ཏེ་བ་ཤིན་ཏོན་ལྡི་སི་གི་བོད་རིགས་ཚོགས་པ་དེ་ཚོ་གིས་ང་ཚོ་ལས་ཚོགས་ཚར་བ་དང་ང་ཚོ་དགོངས་དག་ཞལ་ལག་ཅིག་གནང་སོང་ཁོ་རང་ཚོ་དེ་དུས་མོག་པོ་ཅིག་འཛོམས་ཤག་ནི་ང་ཚོ་ཚོགས་མ་དེ་དུས་ང་ཚོ་ཚོགས་སུ་ཚོགས་མཁན་གཉིས་ཀ་ཡོད་རེད་ནི་ཤུ་དུས་མོག་པོ་ཅིག་རེད་ང་ཚོ་དེ་ག་རང་ཤེས་ཡིན་ད་ཁོང་ཟླ་བ་ཚེ་རིང་ཁོ་རང་འདི་ཡོད་རེད་ཁོང་གི་ནམ་རྒྱུན་ཕར་ཚུར་སྐྱིད་སོང་བ་ཡིན་ན་ཕྱི་ལོག་འགྲོ་རེད་ཕི་གའི་འོང། ཤུ་དུས་ནང་ཁུལ་ཀ་མེད་གནང་ཡིན་ལ་དཀའ་ངལ་ཡོད་མ་རེད། དཀའ་ངལ་ཡོད་མ་རེད་ཕ་ཚོ་སྐད་ཆ་ཤེས་གི་རེད་ནས་རྒན་མོ་ཤོ་རེ་ཤེས་གི་རེད་དེ་འདྲའི་དཀའ་ངལ་ཡོད་མ་རེད་ད། ཡིན་ན་དེ་སྔས་མ་ཐོབ་ཤེས་དེ་འདྲའི་གཏོང་གི་འདུག་ང་ཚོ་གྲོས་ཚོགས་ཚོགས་ཡོང་དུས་ཀྱི་ཤེས་དུས་ཚོགས་མ་མཉམ་དུ་ཞལ་ལག་མཆོད་ཡ་འདྲ་བོ་དགོངས་དག་དེ་འདྲའི་ཞལ་ལག་མཆོད་ཡ་འདྲ་བོ་དེ་འདྲའི་སྔས་མ་དེ་འདྲའི་ཅིག་བཟོ་གི་འདུག་ད་བར་སྐོར་ཅིག་ནས་ང་ཚོ་དེ་བྱུང་ཡོད་མ་རེད་མ་གཏོགས་ཤེས་དུས་ཤི་ལོག་དང་ནོར་ལོག་གི་ད་སྐད་ཆ་བཤད་དུས་རྣམ་པ་ཚོ་དེ་དྲན་གི་རེད་ད་ཁོ་པས་དེ་ཚིག་རྩུབ་ཞེ་བོ་བཤད་སོང་ད་ཅིག་ཅིག་ལ་སྤྲོ་ལོང་བསྡད་རྒྱུར་སྐད་ཆ་བཤད་གི་མ་རེད་བསམ་དགོས་རྒྱུར་དེ་ནོར་རེད་ད།

ལམ་སྟོན་ཞིག་གནང་རོགས་གནང་ཞུ་ཡ་ཡིན། དེ་ད་ལྟ་ང་ཚོ་དཔེ་ཤུགས་གནད་འགག་ཏུ་མཐོང་གི་འདུག་ད་ལྟ་ཤིས་ཙང་ཟེར་ཡ་ཇི་བོད་དེ་ཕ་ཤིས་ཙང་ལས་བཞུར་ཡ་འབྱོར་བ། འདི་རྒྱ་ནག་གི་ཤུགས་ཆེན་རང་ཆགས་དེ་གར་ད་ད་ཧྥ་རན་སི་ལ་དེ་འདྲའི་ཆགས་དེ་གར་ད་ཤི་ཚོ་གཞན་པ་ལ་ང་ཚོ་ཅི་ག་ཚད་དུ་ཆགས་ཀྱི་རེད་ཟེར་ཡ་དེ་ང་ཚོ་དྲི་བར་བ་ད་དེ་ཆགས་དེ་རེད་ན་ད། དེ་ང་ཚོར་ལམ་སྟོན་བྱེད་ཡ་དེ་དེ་ད་ང་ཚོའི་ས་གནས་ལ་ཡོད་མཁན་གྱི་བོད་པ་དེ་ཚོ་གི་སྟེ་ཟིག་དོ་སྣང་བྱེད་ཐུབ་ན་དེ་ཕན་ཐོག་ཆེན་པོ་འདུག་བ་ཕན་ཐོག་ཆེན་པོ་འདུག་ད་དབུས་ནས་དེ་ང་ཚོ་ལམ་སྟོན་གསལ་པོ་རེད་ད་ད་བོད་ཟེར་ཡ་དེ་ཁོ་བོད་རང་གནས་དགོས་ཡ་འབྱོར་བ་དེ་སྲིད་སྐྱོང་གི་དུས་རྒྱུན་དུ་ནས་གསུངས་དེ་རེད་གྲོས་ཚོགས་ནང་བར་སྐབས་ཀྱི་ནང་དེ་གླེང་སློང་ཆེན་པོ་བྱུང་སོང་ད་ཡིན་ན་ཡང་ང་ཚོ་ད་ལྟ། Tibet Dot Net རྣམ་པ་ཚོ་གཟིགས་ཀྱི་ཡོད་པས། Tibet Dot Net ནང་ལོ་ལ་བོད་ཡིག་ཡོད་རེད་དབྱིན་ཇི་ཡོད་རེད་རྗ་མིག་ཅིག་ཡོད་རེད་ད་རྗ་མིག་གི་སྐད་ཡིག་ཐོག་ལ་ཡོད་རེད། དེ་བཞི་ཚང་ཟིག་བྲིས་ཡོད་ད་དེ་ནོ་ལོ། ད་དེ་ཐོག་ལ་ང་ཚོ་མ་འོངས་པ་ག་འདྲའི་སེམས་འགོ་གི་འདུག་དེ་དེ་འདྲའི་མིན་དེ་ག་རང་ཡག་བ་ཡིན་ན། འོ་རྒྱ་མིས་གི་ད་ལྟ་སྲིད་གཞིས་ཟིན་དེ་ཆོག་དེ་ལས་ཀྱི། རྒྱབ་ཤོར་འདྲ་བོ་དེ་འདྲའི་ག་རེ་ཟེར་གི་རེད། ཇི་ལྟ་ཤུགས་ཆེ་རུ་འགྲོ་ཡག་གི་འོ་དེ་འདྲའི་འདྲ་ཆགས་གི་མ་རེད་བས་སེ་ཡ་འདྲ་བོ་ཅིག་དེ་འདྲའི་ཀ་མེད་བྱུང་ད་ད་ལྟ་ཉེ་ཆར་ཕི་ཀེ་དེ། ཐའེ་ཝན་གི་དོན་གཅོད་ཀྱི་ཚོགས་འདུ་ཅིག་ཚོགས་གི་འདུག་དེ་ཡིན་དུས་ང་ཚོ་སྲིད་ཚོགས་ནོ་ལོ་ལས་རྒྱ་ཡིན་ཁས་པ་འཇོར་བ་དེ་ནང་གི་ལོ་རྒྱུས་ཀྱི་མཁས་པ་དེ་ཚོ་གི་ཐོག་ནས་ད་དེ་དེའི་ཐོག་ལ་གོ་བསྡུར་བྱེད་ཀྱི་ཡིན་ཟེར་ནས་གསུང་གི་འདུག་ད་དེ་གོ་བསྡུར་བྱས་ཡོང་དུས་ཐ་མི་ཐ་ཁྱེད་དེ་ག་རེ་ཆགས་སོང་ཡིན་ན་ད་རྣམ་པ་ཚོ་རིམ་པས་ང་ཚོ་གསལ་པོ་ཆགས་དགོས་བར་བ། དེ་འདི་ད། བོད་གསལ་ཏེ་ཤིས་ཚང་གསལ་ཏེ་ད། འགྲེལ་བཤད་འོང་ང་ཚོ་ཤེས་ཚོགས་ནང་ལ་འགྲེལ་བཤད་གཉིས་རྒྱག་དགོས་འདུག་ད། ད་རྒྱ་མི་འདྲ་བ་ཡིན་ན་ད་ལྟ་ང་ཚོ་ཞི་བ་དྲ་རྒྱ་སི་བྱེད་རྒྱ་མི་གི་འདྲ་ཡིན་ན་ད་ལྟ་ཤིས་ཚང་གསལ་ཏེ་ད་འདིའི་ཆ་ལ Tibet Autonomy Region བོད་རང་གཞུང་ལྗོངས་སྐྱིད་པོ་ལས་གོ་དེ་བཟོ་འདྲ་གྱི་འདུག། བོད་ཕྱི་ལོགས་ལ་ང་ཚོ་ལྟར་བོད་དུ་དུམ་བུ་ལྔ་ལས་འགོས་བར་བོད་རང་སྐྱོང་ལྗོངས་ཀྱི་གངས་རྫས་དང་དང་ཟི་ཁྲེན་གྱི་ཡུའུ་ནན་གྱི་ཀན་སུའུ་ཅིན་མཚོ་ངན་དུམ་བུ་ལྔ་ལས་འགོ་ཤ་འཇོག་ཡོད་ར་བ་ད། དེ་ད་ཕྱི་ལོགས་ལ་ཡོད་མཁན་དེ་ཚོ་ལས་ཆོག་གི་མེད་བུ་བཟང་འདྲ་བ་ཆེ། རྒྱ་མིས་ཀྱི་དེ་སྲིད་ཀྱི་ཟིན་ཐང་ར་ད། ད་ང་རང་ཚོ་དེ་ལོ་རྒྱུས་མཁས་པ་དེ་ཚོ་ཁག་ཅིག་གིས་ཤི་ཚང་ཟེར་དེ་བོད་མཚོ་མ་ལས་ཆོག་གུ་བོ་རེད་ཟེར། མིན་ཏེ། ཤི་ཚང་ཟེར་དེ་བོད་མཚོ་མ་ལས་ཆོག་གུ་བོ་རེད་ཟེར་རྗེས་དེ་འདྲའི་འགྲེལ་བཤད་འཇོག་གི་འདུག་ད་དེ། འོ་ང་ཚོ་ཞིབ་འཇུག་ཡག་པོ་མ་བྱས་ན། དེ་གར་ཞིག་རེད། ད་ང་ཚོ་དཔེར་ན། རྒྱ་མིག་གི་བོད་ཟེར་དེ་ལ་ཁོ་ཤི་ཙང་ལ་ཡ་སྦྱོར་བ་ད་ཁོ་རང་ཚོ་གི་ཐ་སྙད་འདྲ་བོ་ཆེ། རྒྱ་མིག་གི་དཔེར་ན། ཨ་རི་འདྲ་བོ་ཡིན་ན་མེ་གོ་ལ་བོར་བ། རྒྱ་གར་འདྲ་ཡིན་ན་རྒྱ་གར་ལོག་མ་ཨིན་དུ་ལ་བོར་བ། དེ་ནི་ང་ཚོ་བོད་འདྲ་ཡིན་ན་རྒྱ་གར་རྒྱ་གར་ལ་བོར་བ་ཁོ་རང་ཚོ་མིང་གི་ཐ་སྙད་བེད་སྤྱོད་བཏང་དང་མ་གཏོང་འོང་དེ་ཡིན་གྱི་མི་གཉིས་གར་ཞིག་རེད་ཆབ་སྲིད་ཀྱི་རང་གི་ཐོག་ནས། དེ་ཞིབ་འཇུག་བྱེད་མཁན་ཞིག་ཡིན་ན་ད་ངོ་གོ་བ་ག་འདྲའི་ལེན་དགོས་མེད་གསལ་དུ་ཕྱེ་རེད། ཡིན་ན་ད་ད་ལྟ་ཁོ་ཚོ་ཤུགས་ཆེན་པོ་གྱིས་འདི་བེད་སྤྱོད་བཏང་སྟེ་ད་ད་རྣམ་པ་ཚོ་མཆན་འགོད་རྒྱུར་ད་ད་ང་ཚོ་འདི་རྒྱ་མིག་གིས་ད་ད Global Trends ཟེར་གྱི་འདུག་བ། Global Trends ཇི་ཡོད་རེད་ད་དེ་ཚང་མ་ལ་བཏང་འདེགས་འདུག་བ Virus བཏང་འདེགས་འདུག་བ་ད། དེ་དོ་སྣང་བྱེད་དང་དེ་ནོར་ལུག་ལ་ལྷ་ས་དུ་དེ་ཚོགས་ཀྱི་པར་འདྲ་བོ་ཏི་ཙི་པོ་ད་ལ་འདྲ་བོ་དུ་གཡོན་གཡོན་གྱི་པར་དེ་འདྲ་ཡུལ་ལྗོངས་ཡག་པོ་དེ་འདྲ་བཞག་རོགས་བ། དེ་ནོར་ལུག་ལ་མོ་བ་ཤིས་ཚང་ཟེར་བྲིས་འདི་གི་རེད། ད་བོད་ཀྱི Tibet Buddhism ཟེར་ཡག་འདྲ་བོ་བྲིས་ན་ཡིན་གྱི Tibet མ་བྲིས་ན་ཤིས་ཚང Buddhism ཟེར་བྲིས་ཤེས་ཡི་མི་འདུག་ཨ་ཁོ་ཚོ་གི། རིགས་གཅིག་ང་ཚོ་བོད་དེ་མཉམ་དུ་སླེབས་དེ་འོང་རིགས་གཅིག་དེ་འདྲ་ཡོང་དེ་གི་འདུག་དེ་ཚོ་དེ་མ་འོངས་པ་ཐུགས་སྣང་བྱེད་ན་དེ་ཞི་བོ་ཅིག་ངས་དེ། དཀའ་ངལ་ཡོད་མ་རེད་བསམ་གྱི་འདུག་ད་ལྟ་ཁོ་ཚོ་ཞི་བདེའི་ལས་ཁུངས་ཀྱི་དེའི་ཐོག་ལ་ཚོགས་འདུ་ཅིག་ཚོགས་ཀྱི་འདུག་དེ་འདི་གསལ་བོ་ཆགས་ཡག་གི་དེ་རེ་བ་ཡོད་ད་བཀའ་ཤག་གི་ཏོ་གསལ་བོ་བྱས་ནས་ཉེ་ཆར་རང་ཀྱིས་དེའི་ཐོག་ལ Statement ཅིག་བཏན་སོང་བ་རྣམ་པ་ཐུགས་སྣང་ཤོར་རྒྱུ་རེད་དེ་བཏན་སོང་ཨང་དེ་འདི་དེ་ཚོའི་ཐོག་ལ་ཐུགས་སྣང་གནང་བ་ཡིན་ན་དེ་གལ་ཆེན་པོ་རེད་བསམ་གྱི་འདུག། ལོ་གཉིས་ལགས་ད་ཟ་ང་ཟ་མཁན་འདྲ་བོ་བྱུང་བས་རེད་ད་གྲོས་བཟོ་གནང་ལ་རོལ་བ་ད་ཡིན་ནས་ཡང་ད་གང་ད་ག་རེ་ཡིན་ནས་མིན་ནས་དེད་པའི་ལོ་བཞི་ནང་ལ་ཨ་ནེ་ལྷན་རྒྱས་ཚོགས་ཀྱི་སྤྱི་འཐུས་ཡིན་པའི་ཆ་ནས Contribution or Achievement ག་རེ་བཏོན་ཡོད་དོ་ད་རང་ནི་འོ་འདི་ཅི་ད as a སྤྱི་མཐུས་ཡིན་པའི་ཆ་ནས། ད་ང་ང་ཚོགས་གཙོ་ཡིན་པའི་སྐབས་ལས་ངས་ད་ད་འདི་ཆ་འདྲ་ཡིན་ན་ངས་ཤི་ཚུལ་ཤི་དུས་མི་བཞི་བཅུ་ཞེ་ལྔ་བརྗོད་རོགས་ངས་སྐྱིད་རྒྱུར་བརྩི་བཀུར་བྱེད་དགོས་བ་རེད་ཤི་དུས་ཚོགས་མ་ངས་དྲི་བ་དཔེ་དེ་ཐོབ་ཚོད་དོག་དེ་ཚོ་ལ་དཔེ་དྲི་བ་ཚ་པོ་ཅིག་བཟོ་ཐུབ་ན་བསམ་དགོས་བ་རེད་ད། དཔེར་ན། ད་ང་ཚོ་རྩ་བའི་གི་དོམ་པོ་སམ་ནི་ནོར་ལོག་ལ་དོམ་པོ་ཨ་རི་ནོར་ལོག་ལ་བོད་གི་ཐོག་ལ་གི་རྒྱབ་ཤོར་ཤུགས་ཆེན་པོ་སླེབས་ཐུབ་ཡ། དེ་ནི་ཡུ་རོབ་ནོར་ལོག་སླེབས་ཐུབ་ཡ་དེ་ནི་ཨེ་ཤེ་ཡ་ནོར་ལོག་སླེབས་ཐུབ་ཡ། དཔེར་ན་ཉིས་སྟོང་ཉི་ཤུ་རྩ་གཅིག་ལ་ང་ཚོ་སླེབས་རེ་བ་ད། ཉིས་སྟོང་ཉི་ཤུ་རྩ་གཉིས་ལ་ཨ་རི་ལ WPCD། World Parliament Convention on Tibet། ཐེན་བྱེད་པ་དེ་བྷི་གན་ཚོགས་རེད། Nancy Pelosi ཁོ་རང། འདི་གི་གྲོས་ཚོགས་འོག་མིན་གི་ཚོགས་གཙོ་རེད། ཨ་རིག་གི་གྲོས་ཚོགས་འོག་མའི་ཚོགས་གཙོ་ཁོ་རང་ཆེད་མངགས་ཕེབས་ནས་གསུང་བཤད་གནང་ཡས་རེད། སྐབས་དེ་དུས་ཡག་ཅིག་ལ། ལྷོ་ཨ་མི་རི་ཀ་ལན་ཏན་ཨ་མི་རི་ཀ་ནས་མོ་པོ་ཧི་བོ་ཅི་ལྷས་སོང། ང་ཚོ་ཕི་གི་འཇོག་ཤོར་ཚོགས་པ་ཚར་ནས་བཟུང་ཚར་ནས་རྗེས་ལ་ཕར་འགྲོ་སྟེ་མེ་སི་ཀོ་ལ་ད་ལྟ་གྲོས་ཚོགས་དཔལ་ལྡན་འཇོག་ཤོར་ཚོགས་པ་བཙུགས་སོ་ཁོ་ཚོ། དེ་བཙུགས་ནས་རྗེས་ལ་རྡ་རུང་ས་ལ་ལ་ཁོ་ཚོ་སྐུ་ཚོགས་ཚོགས་ཆུང་ལྷས་སོང། དེ་ཡིན་དུས་ཨ་རིའི་ནང་ལོགས་ལ་ད་ལྷོ་ཨ་རིའི་ནང་ལོགས་ལན་ཏན་ཨ་མི་རི་ཀ་ནང་ལོགས་ལས་གྲོས་ཚོགས་དཔལ་ལྡན་འཇོག་ཤོར་ཚོགས་པ་དང་པོ་དེ་རེད་ད། དེ་རེད་ཨ་ནི་དེའི་རྗེས་ལ་སི་ཕེན་གྱི་གྲོས་ཚོགས་གོང་མ་ནོ་ལོ་ལེའོ་གྲོས་ཚོགས་དཔལ་ལྡན་ཇོ་ཤོར་ཚོགས་པ་ཚུགས་ཐུབ་ཡོད་རེད། དེའི་རྗེས་ལ་ད་ལྟ་ཨོ་སི་ཀྲོ་ལི་ཡ་ལ་ད་ལྟ་ཤ་ཚ་ད་ཁོང་མོ་འདི་རྒས་ཡོ་ཆགས་འགྲོ་གི་འོ་རེད་ད་ལྟ་ད་མི་དེ་དྲན་མ་སོང་མོ་རང་གིས་ན་གྲོས་ཚོགས་ནོ་ལོ་ལི་ཞི་ཨོ་ཇི་གླེང་སློང་བྱེད་གི་འོ་རེད། དེ་ནི་དེ་ཚོ་དེ་ལྟ། ང་ཚོ་ཤུགས་ཆེན། ཆེན་པོ་ཅིག་རེད་བསམ་གྱི་འདུག་དེ་ག་ནང་བཞིན་ད་ལྟ་ང་ཚོ Tibet Resolve Aid ཟེར་གྱི་འདུག་བ་འདི་བཀོད་དེ་དུས་ང་ཚོ་དང་པོ་བསམ་བློ་འཁྲུངས་རེད། དེ་དུས Professor Leo དང Michael Weinwald ཁོ་རང་གཉིས་ཀ་གྲོས་ཚོགས་ནང་ལོགས་ལས་བོད་དེ་རྒྱ་མིས་ཀྱི་ཆ་ཤས་རེད་མི་འདུག་ད་ཟེར་ནས་གྲོས་ཚོགས་ནང་ཟུར་ཉན་ཚོགས་རེད་ད་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཟུར་ཉན་ཚོགས་རེད། ཟུར་ཉན་ཚོ་དང་པོ་འགྲོ་དོང་དེ་རེད་དོ་དང་པོ་ཟུར་ཉན་ཚོ་ཨནི་ཉན་ཤིས་བྱེད་དགོས་དོ་ཉན་ཤིས་བྱེད་ཨནི་ཡིན་ནི་དེ་ལས་གོ་ཏོ་པེ་ནི་ཁྲིམས་བཟོ་ཡ་དང་ད་དེ་ཚོ་ཁྲིམས་འཛིན་གཞུང་བཀའ་ཤག་གི་གནང་དེ་རེད་དེ་འདི་དེ་འདྲས་ཀྱི་ཐོག་ནས་དེ་གཅིག་རེད་ཨནི་དེའི་རྗེས་ལ་ད་རྒྱ་གར་ནང་ལོགས་ལས་ང་ཚོ་མངའ་སྡེ་ཁག་ནང་ལོགས་ཤེས་ལྡན་ནང་པ་ཚོ་མ་ཆ་བགོས་བྱས་ནས་བོད་དོན་གོ་ཏོ་གཅིག་པས་རེད། ཉིས་སྟོང་ཉི་ཤུ་རྩ་གསུམ་ནོར་ལོ་རེད་ད། ད་ཉིས་སྟོང་ཉི་ཤུ་རྩ་བརྒྱད་དེ་ངས་ཡུ་རོབ་རོང་ལ་རྨིས་རེད་ད། སྟོན་པ་ཚོ་ཡུ་རོབ་ནོར་ལོ་ཤི་དུས་མོག་མོག་ཅིག་ཕེབས་ཀྱི་འདུག་ཨ། ང་ཚོ་སྲིད་གཞུང་དེ་རེད་ད་ཡུ་རོབ་ནོར་ལོ་ལ་བལྟས་ཚེ་ཤུགས་རྒྱོབ་ཐུབ་ན་བོད་དོན་ལ་གོ་རྟོགས་སྤེལ་ཐུབ་ན་ཟེར་ཡས་བྱུང་རོགས་ང་ཚོ་དེ་ཡིག་གི་ལས་རིན་གཅིག་གི་ཐོག་ནས་ཡོང་དགོས་རེད་ད། ད་ཉིས་སྟོང་ཉི་ཤུ་རྩ་ལྔ་ནོར་ལོ་ལ་ང་ཚོ། World Parliament Convention on Tibet དེ་ཉི་ཧོང་ལས་འཚོགས་ཡག་གི་གྲ་སྒྲིག་ཆ་འཚོང་བྱས་ཚར་རེད། ཉིས་སྟོང་ཉེར་དགུ་རྩ་སྔགས་ཀྱི་ཕྱི་ཟླ་དྲུག་པ་ནོར་ལོ་ཉི་ཧོང་ཚོ་ཡ་རེད། ད་དེ་ཡིན་དུས་ཨེ་ཤེ་ཡ་ནོར་ལོག་རུ་ཆགས་ཀྱི་འོ་རུ་བ། དེ་འདི་འདྲས་ཀྱི་ཐོག་ནས་ད་ང་ཚོ་བོད་དོན་གྱི་ཐོག་ལ་ཅིག་གོ་རྟོགས་སླེབས་ཐུབ་ཡ་དེ་ཡང་ད་གནད་ཡོད་ཀྱི་ཡོ་རུ་བ་ད་ཁྲིམས་ཟོག་གི་འབྲེལ་བ་ཡོད་འཇོག་གི་ད་གནད་ཡོད་མི་སྣ་དེ་ཚོ་ཐོག་ནས་ཅིག་ཕན་ཚུན་འབྲེལ་བ་བཞག་ནས་མ་འོངས་པར་ཅིག་ཐུ་བོན་གསོད་ཐུབ་ཡ་གི་ཅིག་རེ་བ་འདྲ་བོ་ཅིག་ང་ཚོ་ཅིག་གོ་སྐབས་ཅིག་སྤྲིངས་བཞག་ན་དེ་ཡག་པོ་ཆགས་ཀྱི་མེད་ན་བསམ་དགོས་རེད། ད་ང་ཚོ་ཁྲིམས་སྒྲིག་གི་ཐོག་ནས་ཞུ་བ་ཡིན་ན་ད་ང་ཚོ་ད་ལྟ་སྤྱི་ཚོགས་དེ་ལྷིང་འཇགས་ཡོང་ཐུབ་ཡ་གི་དཀའ་ལས་ཤེས་བོ་འཇགས་ཡོ་རུ་ད་དེ། བསམ་མནོ་མང་པོ་ཞིག་འོག་བཏང་ཡོད། ཆོས་དང་ང་ཟེར་ནས་འཛིན་བསྡད་ན་ཡོང་ཡ་ཁོ་རང་ཡོད་མ་རེད་པ་ད། དེ་འདི་དེ་ལ་ཁོ། ཕྱི་དྲིལ། སོགས་སྤྱི་ཚོགས་ཚང་མ་སྣེ་ཁྲིད་ཐུབ། ཐུབ་ཡག་གི་འབད་བརྩོན་བྱས་ནས་ཡོང་ཡ་འཇོག་རེད་པ་དེ་ཚོའི་ཐོག་ལ་ངས། དངོས་གནས་ཀྱི་ད་རྣམ་པ་ཚོ་གི། ཡག་པོ་གཟིགས་ཡོད་ན་དེ་ཚོ་ནང་ལ་ང་ཚོ། ལས་བྱེད་ཟེར་གི་རེད་བ་ད་ཡག་པོ་བྱུང་ཡོད་རེད་བསམ་གི་འདུག་ད་དཀའ་ངལ་འཕྲད་ཀྱི་རེད་བ། དཀའ་ངལ་དེ་ཚོ་འཕྲད་ཀྱི་རེད་བཟའ་ཚང་གཅིག་ནང་ན། ཁྱིམ་ཚང་གཅིག་ནང་ན་དཀའ་ངལ་འཕྲད་ཀྱི་རེད་བ་ད། དཀའ་ངལ་འཕྲད་ཀྱི་ཡིན་ན་ད་ང་ཚོ་གི་བཟང་ཕྱོགས་ནས་གདོང་ལེན་བྱེད་ཐུབ་དགོས་ཡ་འབྱོར་བ་དེ་ཡིན་པ་ཡིན་ན་ཁོ་ཕ་ཡུལ་དེ་མི་རེད་ང་མི་རེད་དེ་འདི་ཁོ་བསམ་བློ་གཏོང་ས་ཅིག་ཅིག་བབས་ས་ཅིག་རག་གི་འདུག་བ་དེ་འདི་འདྲས་ཀྱི་ཐུགས་ནས་དགོངས་པ་བཞེས་ཐུབ་དགོས་དེ་གལ་ཆེན་པོ་རེད་ཤག་ཟེར་ནས་དེ་བཤོད་ཡིན་ལགས་འོ་དེ་བྱས་ན། སྤྱི་འཐུས་འགས་སྤྱི་མི་ཐོག་ནས་གྲུབ་འབྲས་ག་རེ་ཐོན་ཡོད་ཟེར་ནས་གསུངས་སོང། ཕལ་ཆེར་འབྲེལ་བ་དེ་དག་བར་ལམ་ད་ལོ་གསུམ་བཞི་ལྔ་ལ་ཡང་ང་ཚོས་ཡིག་ཆ་ཨང་གསུམ་སོ་དགུ་དང་ཁྲིམས་ཞིབ་པ་དང་དེ་འདྲའི་རྙོག་དྲའི་ཐོག་ནས་ཕལ་ཆེར་འདིའི་འབྲེལ་བ་ཡོད་པ་དེར་བཀའ་གནང་དགོས་ས་རེད། སྤྱི་འཐུས་སྐབས་བཅུ་དྲུག་ལ་ང་ཡོད་བཅུ་བདུན་ལ་ང་ཡོད། དེ་ས་དེའི་ནང་ལ་ཡང་མི་མང་ལ་སྟབས་བསེ་བྱུང་བ་དང་དཀའ་ངལ་བྱུང་བ་དང་ང་ཚོ་སྤྱི་ཚོགས་ནང་དཀའ་ངལ་བྱུང་བ་དེ་ལ་ང་གྲོས་ཚོགས་འཐུས་མི་ཡིན་པའི་ཐོག་ནས་དེ་ལ་དགོངས་དག་ཞུས་ཡ་མ་གཏོགས་དེ་ལས་ལྷག་གལ་དགོས་ཀྱི་མེད། དེ་རེད། གཉིས་པ་དེ་ལ་ད་གྲུབ་འབྲས་ག་རེ་ཐོན་ཡོད་ཟེར་ན། བཅའ་ཁྲིམས་གཞིར་བཟུང་གི་ཐོག་ནས ྋསྐྱབས་མགོན་ལྗོངས་དགོངས་པ་གཞིར་བཟུང་ཐོག་ནས་བོད་མིའི་གི་སྲིད་ཇུས་བོད་མིའི་གི་སྲིད་ཇུས་གཞིར་བཟུང་གི་ཐོག་ནས་སོ་སོའི་གི་ལངས་ཕྱོགས་དེ་ཧྲ་ཏག་ཏག་བྱས་ནས་སིམ་འདས་པའི་ལོ་ད་ལྟ་བར་སོ་ལོ་བཞི་ཕྱིན་པ་རེད་ད་ལོ་གཅིག་ལ་ལྷག་བསྡད་པ་རེད་འོ་ད་ལྟ་བར་ས་ངན་གི་གྲུབ་འབྲས་ཅེས་ཤོག་དེ་བཅའ་ཁྲིམས་དགོངས་དོན་གཞིར་བཟུང་སོ་སོའི་ལངས་ཕྱོགས་དེ་ཧྲ་ཏག་ཏག་བྱས་ནས་སིམ་འདས་པ་དེ་ངའི་གྲུབ་འབྲས་ཡིན། དྲི་བ་དེ་ང་ལས་ཆགས་ཀྱི་ཡོད་དུས། ད་ལྟ་སྐུ་ངོ་ཚོགས་གཙོ་ལགས་ཀྱིས་གསུངས་སོང། སྤྱི་དང་རྒྱ་ཆེ་ས་ལྟར་ན་ད་དུ་འདི་ཚང་མ། སྐྱོར་བཞག་ན་མ་འགྲིག་ས་ཡོད་མ་རེད་ཨ་ནི་གཙོ་བོ། ང་རང་ཚོ་ད་ལྟ་ད་ཅིག་རང་བཙན་དང་དབུ་མ་དང་འདི་ཚོ་གི་བསམ་བློ་ནི་ཡ་རྒྱ་ཆེ་སར་བཏབ་ནས་གཙོ་བོ་དེ་ང་ཚོ་རྒྱ་མི་ལ་ཁ་བརྡས་བཅག་དགོས་འདུག་རྒྱ་མི་དེ་དེ་འདྲའི་སྟོབས་ཆེན་པོ་ཡོད་དུས། ང་ཚོ་བོད་པ་གཅིག་པུ་གི་རྡོག་རྩ་གཅིག་སྒྲིལ་ཡས་འགྲིག་གི་མི་འདུག་དེ་དུས་ང་ཚོ་རྒྱལ་སྤྱིའི་ནང་ལ་སྙོབ་ཐུབ་ཡས་ཀྱི་ཐབས་ཤེས་བྱས་ལ། དེ་ལ་ང་ད་ལྟ་ད། སྤྱི་འཐུས་བྱས་ནས་ཕལ་ཆེར་ལོ་བརྒྱད་ཆགས་སོང་དེ་ག་ནང་རང་སྤྱི་དང་ང་རང་ཚོ་སྤྱི་འཐུས་ལྷན་ཚོགས་ཡོད་རེད་འདིའི་ཐོག་ནས་རེད་སོ་སོ་སྒེར་ཐོག་ནས་འབད་བརྩོན་བྱེད་དང་བྱེད་བཞིན་པ། ཆུང་ས་ནས་བཤད་བ་ཡིན་ན་ད་ད་ལྟ་ང་ཚོ་སྐབས་བཅུ་དྲུག་རེད་སྐབས་བཅུ་བདུན་ནང་ལོགས་ལ་ད་ཆེད་དུ་ཁྲིམས་གཞི་འགའ་བཀོད་ཐུབ་ཡོད་མ་རེད་འདི་ཚང་མ་མཁྱེན་གི་ཡོད་རེད་བ་ད་ད་ཀུན་ཚོགས་གཙོ་གི་གསུངས་སོང་ད་ངས་ཁ་བཏོགས་ཞུས་བ་ཡིན་ན་རེད་བ་ད་ང་ཚོ་ཅིག་ཞི་བོ་ཚིག་ཆེན་པོ་དེ་འདྲ་མ་ཡོང་ཡིན་ན་ད་ལན། གྲོས་ཚོགས་ནང་ལོགས་ལ་རྣམ་པ་ཚོས་དོ་སྣང་གནང་ཡོད་ན། སྐུ་ངོ་སྲིད་སྐྱོང་སྐུ་ངོ་ཚོགས་གཙོ་ལགས་ཀྱིས་དངོས་གནས་ཁྲིམས་སྒྲིག་གཞིའི་དགོངས་དོན་འགྲོ་ཐུབ་པ་དང། གནད་དོན་འདི་ག་ལ་གནས་ཐུབ་པ་ཀྱི་བཀའ་དྲིན་ལ་བརྟེན་ནས་ད་ལན་ཁྲིམས་ཞིབ་པ་བསྐོས་ཐུབ་ཡོད་རེད་བསམ་གྱི་འདུག་ད་ངས་འདི་ཁྱེད་རང་ཚོ་གཉིས་ཚོ་ཡག་པོ་གཟིགས་གནང་གདའ། འདི་ཁྱེད་རང་ཚོ་གྲོས་ཚོགས་ནང་མེད་དུས་ཧ་གོ་གི་ཡོད་ཀྱི་མ་རེད་ད་ཡིན་ན་ཡང་འདུག་སྲིད་དོན་ངས་གྲོས་ཚོགས་ནང་ལ་གསལ་བོ་ཞུས་ཡིན་ད་ལན་དཔལ་ལྡན་ཚོགས་གཙོ་གིས་ཡག་པོ་བྱས་ནས་ང་ཚོ་ཡིན་ན་ཁར་ཟ་བར་ཐ་ཅིག་འགྲོ་སྟངས་སྟངས་འཛིན་ཡག་པོ་གནང་བའི་བཀའ་དྲིན་ལ་ང་ཚོ་འདི་ཆགས་ཐུབ་སོང་བསམ་ནས་མ་ཤེས་གཞན་གྲོས་ཚོགས་དེ་ད་ལན་ཐོ་རེངས་ཡིན་པ་ངེས་ཀྱི་ངས་མི་སྒེར་གཅིག་གི་ལའོ་ད་ལན་ཁྱོད་རང་ཚོ་རེ་བ་ཁོ་ར་མི་འདུག་ཡོད་ཁོ་ར་མ་རེད་ད་ལྟ་ཁྲིམས་ཞིབ་པ་བསྐོས་ཐུ་ཡ་ལམ་ཁ་ཁོ་ར་མི་འདུག་ད་ལན་ང་རང་ཚོ་ད་མི་མང་རྣམ་པ་ཚོ་ཡིན་ན་སུ་ཡིན་ན་ཚང་མ་གི་ད་སོ་སོའི་སོ་ལྟས་སོ་ནམ་འདྲ་བོ་ཅིག་ཡིན་གྱི་རེད་ཨ་ནི་འདི་སྒང་ལ་ཨ་ནི་ང་རང་ཚོ་ལམ་འགྲོ་གཅིག་གི་རྒྱུགས་ནི་ད་ལྟ་འདི་འདི་ཡག་བཀོད་ཐུབ་པའི་གནས་སྟངས་ཅིག་ཆགས་སོང། འདི་ནང་ལས་ང་རང་འདྲ་བོ་རྗེས་ནས་སྒེར་གྱི་ཐོག་ནས་ང་རང་ང་རང་གི Contribution ཆུང་ཆུང་ཅིག་ཞུས་ཐུབ་ཡོད་འདི་སྤོབས་པ་རེད་ཡིན་ན་ཡང་ད་གཟོད་བཤད་བདེ་བ་དགོས་ཡ་གལ་མི་འདུག་གཟོད་ཆུང་ཆུང་རེད། འདིར་ལྷགས་ལས་ཀ་ཅི་འདྲ་བྱེད་ཡ་བརེད་བྱས་ཙང་ང་ཚོ་དེ་ཚོ་ཅུང་ཅུང་ཅུང་ཅུང་ཟད་ག་རེ་བྱེད་ཤ་བའི་ལས་དེ་ཚོ་ཚང་མ་གཅིག་བྱས་ན་བསམ་བློ་བཏང་ན་དྲི་བ་བཀོད་ན་མཐོང་ཆུང་འདྲ་བོ་ཅིག་མཐོང་བས་རེད་དེ་ཡིན་ན་ཡང་ད་བཤད་མ་དགོས་ན་ཡག་པོ་རེད་བ་དེ་བརྗོད་དེ་ང་རང་ཚང་མ་མཚམས་མཚམས་འོག་ནས་ཨ་ལས་འདི་ཚོ་དེ་དུས་ཕྱི་དུས་སུམ་ཅུ་སོ་ལྔ་གི་རྒྱབ་སྐྱོར་གནང་ཡོད་ར། རྒྱབ་སྐྱོར་མ་བཏང་ན་ང་ཚོ་མི་དམངས་མི་དམངས་རེ་ཁོ་ནའི་ཕྲག་ནས་དཀའ་ཁག་ཡོད་མ་རེད་དམིགས་བསལ་གྱི་རྒན་རྒོན་དེ་ཚོའི་ནང་མཐོང་དུས་ང་ཚོ་ཡང་སེམས་པ་ཕམ་གྱི་འདུག་ཡིན་ན་ཡང། སྤྱི་འཐུས་རྣམ་པ་གྱི་ལག་པ་མ་བཅངས་རྒྱབ་སྐྱོར་མ་བྱས་ན་ག་རེ་བྱེད་ཀྱི་རེད། མ་ཚ་གི་རེད་བ་དེ་ཁྱོད་ཚོ་རེད་བ། དེ་བྱེད་དུས་ང་ཚོ་གི་ཐབས་ཤེས་ག་འདྲས་སུ་བྱས་ནས་དོན་དག་འདི་སྒྲུབ་ཐུབ་བ་བྱས་ཏེ་ང་ཚོ་ཀླད་པ་བཏང་ནས་བྱས་ཡ་རེད་མ་གཞི་ཚོར་བ་གཅིག་པོ་གིས་འབྱུང་ཐུབ་ཀྱི་མི་འདུག་སྤྱི་འཐུས་སུམ་ཅུ་སོ་ལྔ་གིས་རྒྱབ་སྐྱོར་གནང་ཡོད་རེད་འདུག་ཚེ་ཚང་པ་ལ་གྲོས་ཚོགས་ནང་ལས་ཞུ་ཡི་ཐུགས་རྗེ་ཆེ་ཟེར་ལ་ནི་རོ་ཡག་པོ་བྱུང་སོང་ལ་ནི་དམིགས་བསལ་གྱི་ཚོགས་གཙོ་ལ་བཀའ་དྲིན་ཆེ་ལ་ནི་ཞུས་ཡོད་འདུག་ཚོ་ང་ཚོ་ཚང་མས་ཧ་གོ་དགོས་རེད་ད་ད་སྟག་པ་ར་ཞིག་འདི་འདི་རེད་ཀ་བོ་ནག་པོ་ལ་ནི་ད་ད་ཨ་མ་ལགས་གསུངས་སོང་བ་ཁྱོད་ཚོ་དང་ལོག་ལ་རྩེད་ཞིའོ་རྒྱག་གི་འདུག་ང་ཚོ་རྩེད་རྒྱབ་པའི་འདི་རྩ་དོན་གྱི་དོན་དག་ལ་སྤྱི་བའི་དོན་དག་བརྩད་རྒྱག་གི་རེད་མ་གཞི་ཆོལ་ལོག་ལས་ན་ང་ཚོ་སྒེར་གྱི་དགྲ་ག་ཁུ་བྱུག་ཡོད་མ་རེད་སུ་གང་ལ་རེད་བ་ང་ཚོ་སྒེར་གྱི་ང་ཁོང་སྐུ་ངོ་ག་ཅིག་འབྲེལ་བ་གས་མེད་རེད་ཁོང་འབྲེལ་བ་གས་ཡོད་མ་རེད་ཡིན་ནའི་ང་ཚོའི་རྩ་དོན་དང་འཐབ་རྩོད་དང་སོ་སོ་གི་ལྟ་གྲུབ་གྱི་དོན་དག་ལ་ད་ཡག་ཟི་མ་ཟི་བྱུང་དུས་ད་དེ་ད་སོ་སོ་གི་ཤུགས་རྒྱབ་ཀྱི་ཡིན་ལ་ནི་སླེབས་རོགས་བ་དེ་སྐད་ཆ་ཤེས་ཀྱི་རེད་ཚིག་རྩུབ་པོ་བཤད་ད་ག་རེ་བཤད་ད་ཤེས་ཀྱི་རེད་ད། མཚམས་མཚམས་ཀུན་ཀུན་ཚོགས་ཚོགས་ཡིན་ནའི་སྟངས་འཛིན་གནང་དངོས་འདི་དཀའ་ལས་ཁག་པོ་རེད་མི་གཅིག་གིས་མི་བཞི་བཞི་ཞེ་ལྔ་འདི་མིག་དེ་འདྲའི་མང་པོ་ཡོད་མ་རེད་དེ་ཡིན་ནའི་རྟག་ཏུ་དབུར་གཙུག་རྒྱག་གི་རེད་ཚང་མ་ཚང་མས་དབུར་གཙུག་རྒྱག་འོང་གི་རེད་དེ་དུས་ཚང་མས་ང་རང་ཚོའི་ཚང་མས་དེ་ག་གནང་བཞིན་ངས་འདི་བྱས་འདི་གླ་ཡིན་ང་ཚོ་དམངས་གཙོ་འདི་ད་ལྟ་ཆུང་ཆུང་རེད་སྤུ་གུ་རེད་རྒྱ་གར་འདི་ཚོ་ལྟ་དང་རྒྱ་གར་དུ་ནང་ཧ་ཧང་སང་ཡ་ཞེ་སྡང་ས་བོ་འཛིན་གི་རེད་ཡིན་ནའི་མི་མང་འདི་ཚོ་འདི་འདྲའི་རྣམ་འགྱུར་སྟོན་གི་རེད་ཁོ་ཚོ་ག་འདྲས་སུ་གླེང་གི་འདུག་དེ་ཚོ་ང་ཚོ་ལབ་ཤ་ལེན་ཡ་ཡོད་རེད་བ། བྱས་ཙང་རྣམ་པ་ཚོ་ཞེའུ་ཚད་ལ་རྒས་པ་གི་ཡང་མཚམས་མཚམས་བྲོ་བ་མཉམ་མེད་ཅིག་ཡོད་རེད་བ། ཨ་ད་འདི་སྐད་ཆ་ནོར་འཁྲུལ་གྱིས་བཤད་སོང་ལ་ནི་ཡུ་ཀྲུབ་ལ་དུས་ཚོད་མ་ཤོར་ནས་ལྟ་ངན་དེ་འདྲ་མང་པོ་ཡོད་རེད་བ། དེ་ཚོ་ཡང་དེས་དོ་སྣང་བྱེད་དགོས་རེད་འགན་འཁྱེར་ལས་དེ་འདི་རེད་བ་ད་རེད་བ། བྱས་ཙང་ང་ཚོ་སྤྱི་མཐུན་ཚང་མ་ག་ལ་བར་ད་ང་ཚོའི་སུམ་ཅུ་སོ་ལྔ་འདི་ལ་སྔོན་དེར་དྲང་བདེན་ཧང་ལེན་ཡག་པོ་གནང་ཚུལ་བསམ་ཚུལ་སོ་དགའ་བསུ་སྐད་ཡག་དང་སྤོ་བ་བྱས་དེ་གལ་ཆེན་པོ་རེད་བསམ་གི་འདུག་ད་བར་ཞིག་ཁྱོད་འགྲིག་མི་འདུག་གཉིས་འགྲིག་མི་འདུག་ལ་ན་ད་ཚང་མ་ང་རང་ཚང་མ་འགྲིག་ཡོད་མ་རེད་མ་འགྲིག་ནི་ང་ཚོ་གནས་སྟངས་དེ་དེ་ཆགས་སྡོད་རེད་བ་འགྲིག་སྡོད་ན་ང་ཚོ་ད་ལྟ་བོད་ལ་ཡོད་ཀྱི་རེད་བ་རེད་བས། བྱས་ཙང་ཚང་མ་གི positive attitude གྱེས་ཏེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ད་ཡག་ཤོས་ཀྱི་ང་རང་ཚོ་བོད་པ་ལ་ག་རེ་བྱུང་ཡོད་ལ་ང་ཚོ་ལ་རྒྱ་བ་རིན་པོ་ཆེ་ལ་ཅི་ཡོད་རེད་ད། དེ་དེ་བློ་ཕམ་མ་གནང་ཡས་དང་དེ་མ་བྱུང་ཡས་དང། ནི་སོ་སོ་གི་དམིགས་ཡུལ་དེ་ངོ་ཤེས་ཏེ་ད་ད་གམ་ཅི་གནང་ཐུབ་ཡས་ནས་ང་ཚོ་མི་མང་ཡིན་ན་རེད་འགོ་ཁྲིད་ཡིན་ན་རེད་ཚང་མ་དེ་ལས་ཀ་དེ་བྱེད་དང་དེ་ལྷག་བྱེད་གལ་མི་འདུག་དེ་ལྷག་དེ་གམ་བྱེད་ཐུབ་ན་ཞུ་སླེབས་འགྲོ་གི་རེད་བསམ་གྱི་འདུག་བྱས་ཙང་ངས་ད་ལོ་ཆུང་རྒྱུ་བྱེད་མི་ཙང་ནས་རྣམ་པ་ཚོ་དངོས་འདས་དོ་སྣང་བྱེད་ན་ནང་ལོ་འཛུལ་དགོས་རེད་ད། སྐད་ཆ་འདི་མགོ་ནས་རྒྱུག་པ་དང་ཧ་གོ་བ་བྱེད་དགོས་རེད་མ་གཞི་ཕྱེད་ཀ་ཕྱེད་ཀ་འགོ་ཚུགས་ན་ཁྱོད་རང་ཚོ་དཀའ་ངལ་རེད་ནི་སྤྱི་ཚོགས་ལ་བརྡབ་གསིག་ཡོང་གི་རེད་ལོ་ཐུགས་རྗེ་ཆེ།